གི་འབྲེལ་བ་ག་རེ་ཡོད་ན་དེ་གི་ཡོན་ལ་ང་ཚོ་བེ་རི་མི་འདི་ག་རེ་རེད་ཕན་ཐོག་ག་རེ་ཡོད་རེད་ག་འདི་ས་ར་གི་ཡིན་ས་དེ་འདྲའི་ཧ་གོ་གོ་རེད། ད་བེ་རི་མི་འདི་ང་ཚོ་ནམ་རྒྱུན་ཉི་མ་ནས་རག་གི་རེད་དེ་ང་ཚོ་ཕྱི་ལོ་ལ་འགྲོ་དུས་ཉི་མ་ང་ཚོ་པགས་པགས་ལ་བཏང་དུས་ང་ཚོ་པགས་པགས་ནས་བེ་རི་མི་འདི་ང་ཚོ་གི་བྲག་ན་ཡོང་གི་རེད། ཨ་ཨ་ནི་བེ་རི་མི་འདི་ལ་ཕན་ཐོག་མང་པོ་ཡོད་རེད་དཔེར་ན་ང་ཚོ་གི་རུས་པ་ཤུགས་ཆེན་པོ་དགོས་ན Calcium དགོས་རེད་ཡིན་ན་ཡང་ང་ཚོ་གི་ལུས་པོ་ན Calcium

ཕོ་བ་དང་རྒྱུ་མ་རྒྱུ་སྐར་རྒྱུ་ཆེན་ལ་ཡོད་རེད་ར། ཨ་ནི་རྒྱུ་མ་དང་རྒྱུ་ཆེན་གྱི་ཁྲོད་སྐྲན་ནད་འདི་ཚོ Cancer འདི་ཚོ་ཧ་ཅང་ཉེན་ཁ་ཚ་བོ་རེད། མི་མང་ཆེ་བ་སྐྲན་ནད་དེ་འདྲས་ཡོད་ན་ཁོ་ཚོ་ཤི་རེད། ཨ་ནི་མི་མང་པོ་དེ་འདྲས་སྐྲན་ནད་ཡོད་རེད། ངའི་ཨ་མ་ལ་དེ་འདྲས Cancer ཡོད་རེད། ཨ་ནི་ཁ་སི་ཁྱེད་རང་དེ Vitamin D མང་པོ་ཟ་ན་ནང་རྒྱུན་ཁྱེད་རང་དེ

དེ་རིང་མི་ཁ་ཤས་ཁོང་ཚོ་དེ་ཉི་མ་ནས་བར་མི་འདྲི་རག་ཐུབ་གི་མ་རེད། ངའི་ནང་མི་བུ་མོ་གི་རྒྱུད་ཚང་མ་ཉི་མ་ནས་བར་མི་འདྲི་རག་གི་མ་རེད། ང་ངའི་ཨ་མ་ངའི་ཨ་མ་གི་ཨ་མ། བུ་ཚང་མ་བདེ་བོ་རེད་ཡིན་ནའི་བུ་མོ་ཚང་མ་ང་ཚོ་བར་མི་འདྲི་རག་གི་མ་རེད། དེ་ཉི་མ་ནས་རག་གི་མ་རེད་ངས་ཧ་གོ་མ་སོང། ད་དེ་འདྲ་ཡིན་ན་ང་ཚོ་བར་མི་འདྲི་ཟ་གོ་རེད། ཨ་ནི་གཉིས་པ་དེ་ཟེར་ན་ཏན་ཏན་དགུན་ཁ་རེད་ག་ཚད་ཁྱེད་རང་འཛམ་བུ་གླིང་གི་བྱང་ཕྱོགས་ལ་བལྟས་ན་ཏན་ཏན་དགུན་ཁ་རེད་ཨ་ནི་དགུན་ཁ་གི་ཉི་མ་དཔེ་ཐུང་ཐུང་རེད་དཔེར་ན་ད་ལྟ་དེ་ངའི་ས་ཆ་ལ་ཞོགས་པ་ཆུ་ཚོད་བདུན་པ་ཉི་མ་ཤར་གི་རེད་ཨ་ནི་མཚན་མོ་ཆུ་ཚོད་བཞི་དང་སྐར་མ་ཉི་ཤུ་སྐར་མ་སུམ་ཅུ་བཞི་དང་ཕྱེད་ཀ་ཙམ་ཉི་མ་སྣུག་རེད་ད་དེ་འདྲས་ན་ཉི་མ་གཅིག་ལ་ང་ཚོ་ཆུ་ཚོད་དགུ་བོ་ཆུ། གི་ཉི་མ་མ་གཏོགས་ཡོད་མ་རེད། ད་ཡང་དགུན་ཁ་ལ་ཉི་མ་ནམ་མཁའ་ལ་ཡར་འགྲོ་གི་མ་རེད་ར་དེ་འདྲའི་དལ་གྱིས་འགྲོ་གི་རེད། དབྱར་ཁ་ལ་ཉི་མ་དེ་འདྲའི་ཡར་འགྲོ་གི་རེད་ཡིན་ན་ཡང་དགུན་ཁ་ལ་དེ་འདྲའི་དལ་གྱིས་མ་རེད། དེ་ནི་ཉི་མ་ཤུགས་ཆེན་པོ་མ་རེད།

ཐོག་དབྱིབས་འབྲེལ་བ་ག་རེ་ཡོད་རེད། ད་ལྟ་མིན་པ་ཧ་གོ་རེད་དེ། fact གཉིས་ཧ་གོ་གི་རེད། གཅིག་ཟེར་ན། མི། མི་ཁོང་ཚོ་གི་ཕྲག་ན་བ་རེ་མི་འདི་མང་པོ་ཡོད་ན། ཁོང་ཚོ་ནམ་རྒྱུན COVID ཕོག་གི་མ་རེད། དཔེར་ན་མི་གཉིས་ཡོད་ན། ཨ་ནི་གཉིས་ཀ་དེ COVID ཡོད་པ་མི་དང་མཉམ་དུ་རེད། ཡིན་ནའི་ཆིག་ལ་བར་མི་འདི་དམར་པོ་རེད་ཆིག་ལ་བར་མི་འདི་ཡག་རེད། དམར་པོ་དེ་ཕ་ཆེ་ཁོ་བོད་ཕོག་གི་རེད། ཨ་ནི་བར་མི་འདི་ཡོད་པ་དེ་ཕ་ཆེ་ཁོ་བོད་ཕོག་གི་མ་རེད། དེ་ནི་ང་ཚོ་ད་ལྟ་བེག་སིན་ཡོད་མ་རེད་མིན་ཡོད་མ་རེད། ཨ་ནི་བར་མི་འདི་ང་ཚོ་གི་ཁྲབ་རེད། ང་ཚོ་གི་འཕྲོད་བསྟེན་གི་ཁྲབ་རེད། གཉིས་པ་དེ་བྱས་ན། ཁ་སིད་ཁོ་བོད་ཕོག་ན།

དཔེར་ན་ངའི་ཨ་མ་ལ་དེ Vitamin D དཔེ་མང་པོ་ཟ་གི་རེད་ང་དང་འདྲ་བོ་མ་རེད་ང་དེ་གཉིས་ཉི་མ་གཅིག་ལ་གཉིས་ཟ་གི་ཡོད་ངའི་ཨ་མ་དེ Vitamin D གི་མེ་དམིགས་བསལ་ཡོད་རེད་གང་ཡིན་ཟེར་ན་མོ་རང་ལ་སྐྲན་ནད་ཡོད་རེད་བ་དེ་ནས་ང་གཉིས་ཀ COVID ཡོད་རེད་ང་འོ་ཆུ་ཤུགས་ཆེན་པོ་ཡིན་ཨ་མ་ཤུགས་ཆེན་པོ་ཡོད་མ་རེད་ཨ་ནི་སྨན་པ་ལྟ་འདི་འདྲའི་མཐོང་སོང་ཁ་ཟས་ཁྱེད་རང Vitamin D མང་པོ་ཡོད་ན་ནང་རྒྱུན་ཁྱེད་རང་གི COVID

དེ་ནས་དགའ་མིན་ཡོད་རེད་དེ་ཆི་རིགས་དང་འདྲ་བོ་རེད་ཨ་ཆུ་བོས་ཡོད་རེད་རིལ་བུ་དགོས་ན་རིལ་བུ་ཡོད་རེད་ད་དེ་འདྲ་ཡིན་ན་ད་ལྟ་དགུན་ཁ་རེད་ཉི་མ་མང་པོ་ཡོད་མ་རེད་ཡིན་ན་ཡང་འདི་ང་ཚོ་འཕྲོད་བསྟེན་གྱི་ཁྲབ་རེད་ང་ཚོ་ལུས་པོ་གྱི་ཁྲབ་རེད་དེ་ནས་ང་ཚོ་ཁོ་བིད་ནས་གསབ་གསབ་བྱེད་དགོས་ན་དེ་ང་ཚོ་ཚང་མ་ཧ་གོ་རེད་ཕྱི་ལོགས་ལ་མ་འགྲོ